བཀྲ་ཤིས་བདེ་ལེགས་སྲིན་གཟིགས་གནང་མཁན་རྣམ་པ་གླིང་རྗེ་གང་ཁམས་བཟང། དེ་རིང་ཁྱེད་རྣམ་པའི་སྙིང་ལམ་གཟེད་བཞིན་པ་དེ། ཕ་རན་སི་ས་གནས་མདོ་ཁམས་སྤྱི་བྱེ་སྒང་གྲོག་གི། དབྱར་སྐྱིད། ཀྱི་ཡུལ་ངེས་ཚིམས་པ་ཞིག་རྣམ་པ་གླིང་རྗེའི་སྤྱན་ལམ་དུ་གཟིགས་འབུལ་ཞུས་ཡོད། དེ་ནས་རྩ་བའི་རྣམ་པ་ལྷན་ཅིག་གོང་དུ་ལ་ཡང་སྙིང་མཐོང་ཚིམ་པ་རྣམས་ལ་ཤེས་པ་ནང་བཞིན་གྱི་ཕ་རན་ཙི་ས་ནི་མདོ་ཁམས་ཆོས་བརྒྱུད་གང་དྲུག་གི་གོ་བྲལ་བྱེད་ཅེས། དེ་ནི་འདི་གར་ཁྱིམ་ཕྲན་ཆུང་སྲམ་མང་པོ་ཅིག་གི་གཞི་ན་ཧ་ལི་ཡ་གི་མང་པོ་ཅིག་འཁྲབ་ཡོད་པ་དང། དེ་ནས་དེའི་ལྷན་དུ་ལ་ཡ་ད་ཆའི་ང་ཚོ་མི་མང་མང་པོ་ཅིག་མཉམ་འཇོག་བྱེད་ཅེས། དེ་ནི་དེའི་མདོག་འཛིངས་པ་དེ་ཚོ་བསྙེན་སྒྲུང་བྱེད་ཉིན་དེ་དག་དེ་ནི་ཕོ་གཞུང་དང་མོ་གཞུང་དེ་དག་གི་མ་བྱེད་བྱེད། དེ་ནི་དེ་གི་ཐུགས་ལ་ཡ་བྱེད། ད་ག་ཙུང་ཞི་བ་ནང་བཞིན་གྱི་རྒྱ་ག་གི་གཞི་རེད་དེང་དུས་ཀྱི་གཞི་རེད་འབྲུག་པའི་གཞི་རེད་བོད་གཞི་རེད། དེ་ནི་ད་མ་ཚང་ལ་མེད་པ། ཞེས་པ་དེ་འདྲའི་སྐད་ཚང་མ། མི་མང་ལ་ཡང་གཟིགས་འབོར་མང་པོ་ཅིག་བྱས་སོང། དེ་ནས་རྩ་བའི་གཟིགས་འབོར་ཞིག་ཐོག་དེ་དག་ཆབ་སྲིད་ཚོང་བ་ཅིག་ད་ཁྱི་ཚོགས་དྲུག་ལྡན་ཚོ་ལ་ཡང་འཁྲབ་གཞུང་འདི། དེ་ནི་སྟེགས་ཅིག་ཀློག་ཐུབ་ཡ་ལ་ཚང་མ་ཡོང་གི་མི་འདུག་ལ། དེ་ནི་དེ་དག་གི་ནང་ལ་ཡ། ཁྱེད་ང་ཚོ། ལུང་ཚན་ཁག་གི་གཞས་སྣ་མང་པོ་ཅིག་འཁྲབ་སོང་སྟེ་དེ་དག་འདི་འདི་ཞེས་བྱ་བ་ཞིག་ནི་བཤད་ཐུབ་ཡ་ཡང་ཡོང་གི་མི་འདུག་དེ་ཚོ་ལ་ཡང་རྣམ་པ་ལྷན་རྒྱས་ལ་བཟོ་གསོལ་ཞུ་གི་ཡོད།

དེ་དག་གི་ཐུགས་ལ་ཡང། དེ་ནི་ཆེ་རྒྱུན་ལས་རྣམ་བཞི་ཞི་ལ་དེ་ཚོ་ཞིམ་པོ་ཞི་ལ་ཡག་པོ། དེ་ནི་ཨ་ཆེ་གོ་བགྲེས་ཤི་ན་རེ་ད་གང་གི་ཐུགས་ལ་ཡང་ཧ་ལས་ཡག་གི། ཡག་པོ་གནང་བཞིན་འདུག་དེ་ནི་དེའི་མཉམ་དུ་ལ་ཡང་ད་ང་ཚོ་ཆེ་བོད་མི། རང་བཙན་ལ་དབབ་ཤི་ན་རེ་རང་དབང་བཅའ་ཁྲལ་ལ་དབབ་དེ་ཚོ་ཡང་གོ་བགྲེས། སྔོན་ཕི་སར་གོ་བགྲེས་བྱེད་བྱེད། དེ་བཞིན་དུ་མདོ་ཁམས་ཆིབས་བཞི་སྒང་དྲུག་གི། རྟ་མཚུངས་མི་ལ་དབབ། མཚུངས་མིར་འབུད་ས་དང་གསབ་བཟོ་བྱེད་ས་དེ་ཚོ་ཡང་ཚང་མ་གོ་བྲལ་ཡོད། བ་དེ་འདྲ་གཅིག་གནང་བཞག་དེ་ནི་དེ་གི་ཐུགས་ལ་ཡ་ཐག་བོད་བུ་མོ་དེ་ཚོ་གི་རྒྱ་གར་གཞིས་དེ་འཁྲབ་ཡོང་དུས་རྒྱ་གར་གཞིས་འཁྲབ་ཉིན་འདྲ་བོ་འདྲ་རྐྱང་འདྲ་བོ་འཁྲབ་ཡ་དེ་འདྲས་བྱས་ཡང། སེམས་ནང་ན་འཚོ་བ་དེ་བསླབ་ཡོང་གི་འདུག། གང་ལྟར་ཀྱང། ཁྱེད་དང་ང་ཚོ་དེང་སང། རྡོ་ཁ་འཆིབ་རི་སྒང་དྲུག་གི་སྡེ་དགེར་བ་ཡིན་ན་ད་ཁྱེད་ལོ་བཅུ་གི་ཨམ་ཅོག་ད་ཕོ་གཞོང་མོ་གཞོང་ཤ་སྟག་རེད། དེ་ནི་ག་ཚོང་ད་མི་མང་དེ་ཚོ་སྒོ་བཞི་འཁྲིད་པ་ཡིན་ན་རེད་ཁྱེད་པ་རུག་ལ་དེ་རིགས་ལྟ་ཡོང་དུས་ཚང་མ་ད་ལོ་ཆུང་ཤ་སྟག་ངེད་གཉིས་ཀྱིས་ད་བོད་ཀྱི་ཆོས་རིག་གི་ཐུགས་ལ་ཡག་ན་རེད། ད་རིག་འབྱུང་ཡིན་ན་ཞབས་རོགས་ན་རེད། དེ་དག་གི་ཐུགས་ལ་ཡག་ཧ་ལས་ཡག་གི། འགན་ཁུར་ཟིན་ན་རེད། ད་དེང་སང་ཡར་རྒྱས་ཟིན་ན་རེད། སྒོ་བཞི་གི་ཚིག་དེ་དྲན་ཟིན་ན་རེད། ད་བོད་ཕྲུག་རྣམས་པ་ལ་ཡག་ཧ་ལས་ཡག་གི་མིག་དཔེ་བལྟ་ས་བཟང་པོ་བྱས།

དེ་ནས་ངེད་གཉིས་ཀྱིས་ཆེས་ཧ་ལས་ཡག་གི་སེམས་ཤོག་འཕར་ཡ་བཟོ་འགྲོ་བྱས། དེ་འདྲ་གཅིག་རེད། དེ་དེ་ན་བཞག་དེ་དང་དེ་ཚོ་ང་ཚོ་ལུང་ཚན་ཁག་གི་དེ་ནི་ཚོགས་གཙོ། རྒན་མཁར་བ་རྣམ་པ་དང། དེ་ག་ནང་བཞིན་གྱི་དེ་ནི་ཚོགས་གཙོ་ཟུར་པ་རྣམ་པ། དེ་ནི་སྐུ་མགྲོན་རྣམ་པ། དེ་རེད་ཅེས་ནི་དེ་ནི་བཞག་བསྡད་ས། དེ་འདྲའི་ཡིན་ངེས་དེ་དག་རེད། འདི་ནི་མི་མང་རྣམ་པ་དག་སྒོ་མོ་ཟས་གོར་བ་ཚིག་འགྲོ། འདི་ནི་སྒོ་བཞི། འཁྲབ་སྡེ་རྣམ་པ། ཟེར་ཙམ་ཁ་ཤིས་ཁ་ཤིས་ཅེས་མི་འདི། འདི་ནི་ཚང་མ་རྒྱ་ཐབས་ཡག་དང། འདི་ནི་དུས་ཚོད་འདྲ་བོ་ཅན་གཉིས་དང་འདི་འདྲ་ཅན། ཅང་མ་སོང། སོང་དུས་རྣམ་པ་ལེན་གྱི་སྤྱན་ལམ་འདི་ད། ཆེ་རབས་ཙམ་རབས་ཙམ་རླམ་ཙམ་རླམ་ཙམ་ཟེར་བ་འདི་འདྲ་ཅན། ཚོར་བའི་ལྕེ་ཡོད་ལ་ཡ། འདི་ནི་ཁྱེད་རྣམ་པས་དེ་དག་ཐུགས་ལ་ཡང་དག་སྙིང་པོ་དང་སྤྲོ་བོ་ཡོང་བར་རེ་བ་དང་སྨོན་འདུན་ངང་ནས་འཚོལ་དགོས་ཀྱི་ཡོད། དེ་ནས་བརྩེ་བས་ད་ང་ཚོ་ཚོད་དྲག་ལུང་པ་ལ་རང་དབང་ལུང་པ་ལ་བསྡད་ཀྱི་ཡོད་རེད། ཡིན་ན་ཡང་རང་དབང་ལུང་པ་ལ་བསྡད་བྱས་བྱས་ད་ང་ཚོ་རང་དབང་རེད་ཟེར་ན་དང་གང་བྱེད་བྱེད་དང་གང་བྱེད་བྱེད་དང་གང་འདོགས་འདོགས་འདྲ་བོ་བྱེད་དེ་འདྲས་བྱེད། ཡང་བྱེད་བྱ་བ་ཡིན་ན་ང་ཚོ་བོད་མི་རིགས་ཀྱི་ལ་རྒྱ་དང། བོད་མི་རིགས་ཀྱི་གཅིག་སྒྲིལ་དང། བོད་མི་རིགས་ཀྱི་རིག་གཞུང་དེ་ཚོ་ལ་ཡང། ཉམས་གྱིས་འགྲོ་ཡག་གི་གཞི་ཆགས་དགོས་རེད་བ། དེ་གཞི་མ་ཆགས་པ་རྗེ་ཡར་ལ་ཡག་ད་རུང་རུང། ཅེས་ང་ཚོ་བོད་མི་འདུ་འཛོམས་བྱེད་ས་དེ་དག་ལ་ཡག། མཉམ་དུ་འཛོམས་བྱེད་ཅེས། དེ་ནི་དགའ་བདེའི། གྲོགས་རེད། གཞིས་སམ་ལྐོག་ཟ་ལ་ཡག་མཉམ་ཞོག་ཅེས། སྡུག་བདེའི་ད་ང་ཚོ་བོད་མི། དེ་ཚོ་གྲོངས་འདུས་སྐབས་ལ་ཡག་ད་སྔོ་བ་སྨོན་ལམ་གདོང་ས་དེ་ཚོ་ལ་ཡག། མཉམ་ཞོག། ཅེས་ཐལ་བ་ཅིག་བྱུང་བ་ཡིན་ན། དེ་ནི་ཁྱེད་བོད་མི་ཅིག་ཡིན་པའི། འགན་དང། ང་ཚོ་སྐྱབས་བཅོལ་བ་ཅིག་ཡིན་པའི་འགན། འོག་ཁ་བདེ་བ་བཅས་ཆག་ཡ་བཅས་ངོས་འཛིན་བྱེད་ཆོག་གི་རེད་བསམ་གྱི་འདུག་ད་མཉམ་དུ་ཞོ་བོའི་ཞབས་འདི་ལ་ཡང་སྐད་ཆ་མང་པོ་མང་པོ་རེ་བྱུང་འགྲོ་གི་འདུག་གསུངས་དེ་སྐད་ཆ་གཅིག་གཅིག་ལ་འཁྲིད་ན་ཆག་འགྲོ་གི་ཡོད་དེ། དེ་ནའང་གང་ལ་ཡང་ཤེས་བྱ་དང་དེ་གའི་ནོར་བ་དང་མཁྲིས་པ། དེ་འདྲས་བྱུང་ཡོད་པ་ཡིན་ན་བཟོ་གསོ་རང་ལས་མ་གཏོགས།